སྔོན་གྱི་ལོ་ཙཱ་བ་ཚོས་ཚེ་འདིའི་བོད་སྐད་ལ་མ་བསྒྱུར་བར་བྱས་ནས་རང་འཇགས་ཤར་བ་དེ་ལ་གུས་པ་མང་པོ་ཡོད་རྒྱུ་རེད་བསམ་འདུག་སྤྱི་བཏང་ལེགས་སྦྱར་གྱི་སྐད་ཀྱི་མན་འབྲེལ་ཞེས་པའི་ཚིག་དེ་སྐབས་ཐོག་གི་དབང་གིས་དོན་རྣམ་གྲངས་མང་པོ་ཞུ་གཅིག་ལ་འཇུག་པ་རེད།

སྔགས་ཀྱི་བཀའ་ལ། ཕྱིའི་མཆོད་པ་ནང་གི་མཆོད་པ་གསང་བའི་མཆོད་པ། འདི་ཀུན་སྣང་བྱེད་མཆོད་པ། འདི་འདྲའི་དབྱེ་བ་ཕྱེ་བའི་ཚུལ། ཡུལ་འདས་པ་ཅི་རེད། ད་མན་འདྲེ་དེ་མདོ་སྔགས་གཉིས་ཀའི་ནང་ལ། འགྲོ་བ་ཅི་རེད། མདོའི་སྐབས་ནས་ཡང་མན་འདྲེ་འབུལ་བའི་ཚུལ་དེ། མང་པོ་གསུངས་ཡོད་རེད་ལ། སྔགས་ཀྱི་སྐབས་ནས་མན་འདྲེ་འབུལ་བའི་ཚུལ་དེ། མང་པོ་གསུངས་ཡོད་རེད། ལྷག་པར་དུ་སྔགས་ཀྱི་སྐབས་ལ། བླ་མ་དང་སྤྱི་འགོར་གྱི་ལྷ་ཚོགས་ལ་དོན་དྲུག་དྲུག་ལ་འབུལ་དགོས་ཡ་གི་ཆི་བའི་གྲས་རེད། དེ་ཡིན་ཙང་བ་དོན་དྲུག་ལ་ངའི་རྣལ་འབྱོར་ནང་ལོགས་ལས་མི་འདྲའི་ལས་དགོས་ཡ་སྟེ། སྔགས་ཀྱི་དམ་ཚིག་གི་ནང་ལ་དོན་དྲུག་གི་ཆུ་བའི་གྲས་ལ་ཡུལ་བ་ཡིན་ཙང་བ་དེའི་རྒྱུ་མཚན་གྱིས་དོན་དྲུག་ལ་ངའི་རྣལ་འབྱོར་ནང་ལས་མི་འདྲའི་བོད་ལས་པ་རེད། ད་མི་འདྲའི་དེ་ལ་དངོས་སུ་ཆུ་བའི་རྫས་ར་བ་དེ།

བྱེ་བྲག་ལ་གང་ཡོད་པ་བཅས་ཚང་མ་ལོག། གནོད་སྦྱིན་འཇིག་རྟེན་ཁམས་གསུམ་གྱི་འཇིག་རྟེན་འདིའི་ནང་ལ་མ་འདུས་པས། ཆུད་པའི་རྫས་གཞན་པ་མེད་པ་ཡིན་ཙང་ལྟ། གནོད་སྦྱིན་འཇིག་རྟེན་གྱི་ནང་ལ་གྲུབ་སྲིད་པའམ་ཡོང་སྲིད་པ་ཡོང་ཐུབ་པའི་ཆུད་པའི་རྫས་གང་ཡོད་པ་ཐམས་ཅད་དེ། མེ་འདྲའི་ངོ་བོ་ལ་ཆུད་པ་ཕུལ་དུས་ག་ལ་ལྟ་ཆུད་པ་ཕུལ་ཡག་གི་རྫས་གང་ཡང་མ་ལྷག་པར་བྱས་ནས་གང་གིས་འདུལ་བ་བཅས་ཡིན་ཙང་ད་ཆུ་བ་ཁྱབ་ཆེ་བ་དང་རླབས་ཆེ་བ་ཡིན་བསོད་ནམས་གསོག་ཚབས་ཆེ་བའང་དེ་འདྲ་ཅིག་ལ་བསྒོམས་ནས་མི་འགྲིག་གི་གནས་སྟངས་གསུངས་པ་རེད། ད་དེ་ཕུལ་བའི་སྐབས་ལ་ཡར་དཔེར་ན་ཆུ་བ་སོ་སོའི་རྫས་ལ་ཆུ་ཡོན་ཡིན་ན་ཡོན་ཆ་ཤ་ཡང་རག་པ་དེ་འདྲ་དང་མེ་ཏོག་ཡིན་ན་མེ་ཏོག་དངོས་སུ་ཕུལ་ཡག་རེད་བོ། དངོས་སུ་ཕུལ་ཡག་གི་ཆུ་བའི་རྫས། འབྲུག་དགོས་ཡ་དེ་གལ་ཆེན་པོ་རེད། དངོས་སུ་བཤམས་པ་དང་ཡིད་ཀྱི་སྤྲུལ་པ་གཉིས་ཆར་དངོས་སུ་བཤམས་པ་ཡིད་ཀྱི་སྤྲུལ་པ་བློས་བསླངས་པ་ཟེར། ཡོད་རེད་དེ་ཡིན་ནའི་དངོས་སུ་བཤམས་པ་དེ་གལ་ཆེན་པོ་རེད། དེ་ནང་བཞིན་མེ་འབྲས་ཕུལ་བའི་སྐབས་ལས། མེ་འབྲས་ཀྱི་མཚོན་དོན་ལྟ་བུ་དངོས་སུ་བཤམས་པ་གཅིག་དགོས་ཡ་དེ་སྟབས་མེ་འབྲས་ཀྱི། སྣོད་འདི་ལྟ་བུ་དེ་བྱ་ཡ་དེ་འདུག་སྲིད་རེད། དེ་ཕལ་ཆེར་སྤྲུལ་གངས་ཅན་གྱི་ལྗོངས་ལ། གསོས་གསར་དུ་བཏབ་པ་དེ་དེ་ངེད་ལ་རྒྱ་གར་ནང་ལས་ཕལ་ཆེར་དེ་ཡོད་མདོག་ག་བུ་རེད་བསམ་ཐུབ། ད་ལྟ་འདི་ནང་བཞིན་གྱི་ཡུལ་གྲུ་ག་འདྲ་ཡིན་རྨིས་ཤིང་མ་གཏོགས། ཇོ་བོ་ཆེན་པོས་ཡང་དུས་རྒྱུན་དུ་ཉིན་མཚན་དུས་དྲུག་ལ་ཡང། མན་འབྲེལ་གྱི་ཉམས་བཞེས་གནང་གི་ཡོད་གསུངས་དུས་སྐབས་ལ་ཡང་རྒྱ་གར་ནང་ལོག་ལས་མན་འབྲེལ་གྱི

གྲུ་གུ་ཡང་རེད། སྟབས་མི་འབྲལ་གྱི་རྒྱུ་དེ་ལ་ལི་དང། ཟངས་དང་རག་ལ་སོགས་པ། རིན་པོ་ཆེའི་རིགས་ལས་གྲུབ་པ། ཡང་མིན་ན་ཤིང་དང་རྡོ་དང་རྫ་ལས་གྲུབ་པ་འགར་བྱུང་ནས་འབྲི་ཡག་གི་རེད། སྟབས་རབ་ཏུ་བྱུང་བ་དགེ་སློང་དེ་འདྲ་ཡིན་པ་ཡིན་ན། མི་འབྲལ་གྱི་རྒྱུ་དེ་རིན་པོ་ཆེའི་རིགས་ལས་གྲུབ་པ་སྲིན་མོ་ལ་སོགས་པ་དེ་འདྲ་ལས་གྲུབ་པ་དང་ཆུ་བེད་རྫས་ལས་ཡང་གང་ཡག་ཡག་དགོས་ཡོད་ཡིན་ཙང། དེ་འདྲ་བྱུང་ན་འགྲིག་གི་རེད་གསུང་མཁན་གྱི་གསུང་རྒྱུན་གཅིག་ཡོད་རེད་གང་ཡིན་ཟེར་ན་རིན་པོ་ཆེ་ལ་རིགས་བ་དེ་ཚོ་དགེ་སློང་གི་དུས་དྲན་བསྟན་དུ་རུང་བས་དཔྱད་པའི་གྲངས་ལ་སྤྱི་དང་དཔྱད་བྱའང་ལྟུང་བ་འབྱེད་ཨ་དེ་ཡང་དུས་དྲན་བསྟན་དུ་རུང་བ་ཡིན་ཙང་ད་ཉི་མ་ལྟ་བར་དུས་དྲན་བསྟན་དུས་སྐབས་ཡག་གཞན་གྱི་དོན་དང། དེ་ནས།

དང་པོ་འདིའི་ཐོག་ལ་བ་ལྗོངས་ཀྱི་བྱུག་པ་ཞིག་བྱུག་དགོས་རེད། བ་ལྗོངས་ཀྱི་བྱུག་པ་བྱུག་ཡ་དེ་ལམ་རིམ་ཁག་གི་ནང་ལ་ཡར་བྱུང་ན་ཟླ་བ་མོ་རེ་བཞིན་དུ་བྱུག་དགོས་ཡ་དང་དེ་ལྟར་མ་བྱུང་བ་ཡིན་ན་ལོ་རེ་ལ་ཐེངས་རེ་བྱུག་དགོས་ཡ་དང་ད་ཐོག་མར་མེ་འབྲས་བཟོས་པའི་སྐབས་ལ་ཡར་ངེས་པར་དུ་བ་ལྗོངས་ཀྱི་བྱུག་དགོས་པ་དེ་བཟུང་ཡ་རེད། ད་བ་ལྗོངས་ཞེས་པ་དེ་དཀྱིལ་འཁོར་བཞེངས་པའི་སྐབས་ལ་ངེས་པར་དུ་དགོས་ཡ་གི་རྫས་གཅིག་རེད་བུ་ལ་ཡིན་ན་རྒྱུད་གྲྭ་སྨན་ཐོས་ཚུལ།

རྡོ་ཡི་ཐོག་ལ་མེ་འདྲེན་ས་མེ་འདྲེན་བུམ་ས་རྣམ་པའི་སྐབས་ལ་གཟུང་ཡ་དེ་མེ་འདྲེན་ཚོམ་བུ་སོ་གཟུང་ཚོམ་བུ་ཉེར་གཟུང་མ་ཟེར་ཡ་དེ་རེད། མེ་འདྲེན་ཚོམ་བུ་ཉེར་གཟུང་མ་ན་སོ་བདུན་མེ་དེ་ལ་ཡ་ཚོམ་བུ་མ་ཉུང་གི་བྱེད་པར་བྱེད་ཡ་རེད། མེ་འདྲེན་ཚོམ་བུ་ཉེར་གཟུང་མ་དེ་གསང་འདུས་པའི་ཆོ་གའི་ནང་ལ་ཡོད་པར་བྱས་ནས་ཚོམ་བུ་རེ་རེ་བཞིན་དུ་རྒྱ་སྐད་དང་ལས་རྒྱ་ཆེ་སྐད་དང་བུ་སྐད་གཉིས་ཆ་ནང་ལ་གཟུང་གི་རེད།

ས་བཞི་པོའི་སྦྱོར་བ་མཛད་ཡ་དེ་རེད། འདི། མདོ་ཡི་ཚིག་གཅིག་རེད། ཕལ་ཆེར་ཤེར་ཕྱིན་གྱི་མདོའི་ནང་ལ། བྱང་ཆུབ་སེམས་དཔའ་རྟག་ཏུ་ངོས་ནས་བྱང་ཆུབ་སེམས་དཔའི་ཆོས་འཕགས་ལ་ཆོས་ཞུ་བའི་སྐབས་ལ་མེ་འབྲས་ཕུལ་བའི་སྐབས་ལ་གསུངས་པ་ཅིག་ས་བཞི་པོའི་ཆོས་བཞི་མེ་ལྕང་བསྲེགས་ཏེ་དེ་ནས་བྱུང་བསྡད་པ་ཅིག་རེད། ད་དེའི་འདོན་པའི་སྐབས་ལ་ཡང། སངས་རྒྱས་ཞིང་དུ་སྨིན་ཏེ་ཕུལ་བ་ཡིས། ཅེས་ནས་འདོན་ཚུལ་སྤྱི་དང་སངས་རྒྱས་ཞིང་ལ་སྨིན་ཏེ་ཕུལ་བ་ཡིས། དེ་ནི་འདོན་ཚུལ་གཅིག་འདོན་ཚུལ་མི་འདྲ་བ་གཉིས་རེད། སངས་རྒྱས་བཞིན་དུ་སྨིན་དུ་ཕུལ་བ་ཡིན་ཟེར་ན། འབོད་སྦྱར་གྱི་གླེང་གཞི་རི་རབ་ཏུ་བཅད་པའི་སྣོད་ཀྱི་འཇིག་རྟེན་འདི། མ་དག་པའི་ཞིང་དེ་འདྲ་མ་ཡིན་པར། སངས་རྒྱས་ཀྱི་ཡེ་ཤེས་ཀྱི་རང་ལུགས་ལས་གྲུབ་པའི་དག་པའི་ཞིང་ཡིན་སྙམ་ནས། འབོད་སྦྱར་མཛད། སྣོད་ཀྱི་འཇིག་རྟེན་འདི་སངས་རྒྱས་ཀྱི་ཞིང་ཡིན་པ་ལ་མོས་པ་བྱས་ནས་ཕུལ་གྱི་ཡོད།

ཡན་ལག་ཉིད་ལ་བྱས་ཏེ་གླིང་བཞི་གླིང་ཕྲན་ལ་ཐིམ་པ། མིག་དེ་ཉི་མ་ཟླ་བ་ལ་ཐིམ་པ། མགོ་དེ། རྒྱ་ཆེན་གྱི་རྣམ་པར་བཅད་ཁང་བཟང་དུ་བ་བདུད་བསིལ་ནས་བ་ཐིམ་པས་ནུས་པ་ཆེ་ནས་འདྲིལ་བར་འདི་ལྟ་བུ་སྟེ། ནང་གི་མེ་འདྲའི་ལུས། རང་གི་ལུས་དེ་མེ་འདྲའི་ངོ་བོར་གྱུར་ནས་བོད་དུ་སོད། ད་མེ་འདྲའི་ཕུད་གར་དག་ངས་ཞུས་པ་ནང་བཞིན་རེད། ཆུད་པའི་སྐབས་སུ་ཕུལ་བ་གཅིག་དང། བསུ་བ་འདེབས་པའི་སྐབས་སུ་ཕུལ་བ་གཅིག་གཉིས་རེད།

ཚོམ་བུ་གཉིས་ལྔ་ཆ་འགྲོ་གི་རེད། དེ་གཉིས་པོ་དེ་ཚོམ་བུ་སོ་བདུན་མའི་སྐབས་ལས་བརྩི་གི་མ་རེད། ཚོམ་བུ་ཉེར་གསུམ་པའི་སྐབས་ལས་བརྩི་གི་མ་རེད། ཚོམ་བུ་ཉེར་ལྔ་བརྩི་ཡ་དེ་ག་ཞིག་བྱུང་སོང་ན། དེ་གཉིས་པོ་བརྩི་བྱས་དེ་ཚོམ་བུ་ཉེར་ལྔ་བརྩི་བྱ་འགྲོ་གི་རེད། བྱས་ཚེ་ན་ཡོངས་གྲགས་ལ་ཡ། མེ་འབྲས་ཚོམ་བུ་བདུན་མ་འདི་ཅི་བྱས། མེ་འབྲས་ཚོམ་བུ་བདུན་མ་བརྩི་ཡ་དེ་ནང་ལ། རི་རབ་གླིང་བཞི་ཉི་ཟླ་འདི་བདུན་འདི་བྱས་ན་ད་མེ་འབྲས་བསགས་པའི་སྐབས་ལ་ཡ་མེ་འབྲས་ཚོམ་བུ་བདུན་མའི་འདི་བྱས།

གལ་ཆེན་པོ་དང། ད་ལྟའི་ནམ་རྒྱུན་ལག་ལེན་བཟུང་པའི་སྐབས་ལ་བཀའ་གནང་གི་ཡོད། བཀའ་གདམས་ཀྱི་དགེ་བཤེས་ཆེན་པོ་རྣལ་འབྱོར་དབང་ཕྱུག་མགོན་པ་བ། ཐེངས་གཅིག་བདུན་ཕྲག་གཅིག་ཚེས་ཏིང་ངེ་འཛིན་ལ་འབྱམས་ནས་མན་འདྲེ་བུ་ཡ་ལས་མན་འདྲེ་ལ་མཐའ་ལ་ཆགས་བསྡད་པ་དེ། རྒྱ་བ་འབྲོང་སྟོན་པས་བསད་ནས་ཁྱེད་རང་ཉི་མ་མང་མན་འདྲེ་བུ་འདུལ་བ་སེ་ལབ་ཀྱི་བཀའ་ལ་གཏད་ཚེ་ཅི་དགེ། ནང་དུ་ཡང་དག་འབྱོར་ལ་གཏད་ཚེ

བཤད་མ་དགོས་པ་རེད། དེའི་ནང་ལ་མེ་འབྲས་དེ་རྒྱུན་དུ་ཕུལ་ཐུབ་ན་སོ་ནམ་གྱི་ཚོགས་རླབས་པོ་ཆེ་ཚོགས་ཡག་ཅིག་ཐུབ་ས་རེད། ད་མེ་འབྲས་ཀྱི་ཕན་ཡོན་དང་བསམ་བློ་གཏོང་ཚུལ་བརྗེས་པ་བྱས་པ་ཡིན་ན་མེ་འབྲས་ཕུལ་བ་ལ་བརྟེན་ནས་སྦྱིན་སོགས་ཕ་རུ་སྦྱིན་པ་དྲུག་གི་ཉམས་ལེན་དུས་གཅིག་ལ་ཡོང་ཡག་ཡོད་པ་དེ་འདྲའི་གཞུང་ནས་གསུངས་བར་ད་ངས་ཚིག་བཅད་དྲན་གྱི་མི་འདུག།